དེ་རིང་ཨ་ལན་ཀྲོན་རྒྱལ་ཁབ་ཀྱི་དུར་ཁྲོད་དུ་ངོ་སྤྲོད་ཀྱི་ཞུས་ན་བསམ་སོང། སྔོན་གཤེགས་དཔའ་བོའི་བང་སོ་དུར་ཁྲོད། དྲན་རྟེན་ཟེར་ན་འགྲིག་མེད་འགྲོ་བསམ་གི་འདུག་ད་དྲན་གསོ་སྟངས་ཐུག་ཡོད་རེད་བ། ཁོ་ཚོས་རྒྱལ་ཁབ་ཀྱི་དུར་ཁྲོད་ཡིན་ནི་ཁྱོད་ལབ་ཡོད་རེད་དོ་སྐད་སྒྲ་ཆེན་པོ་ཞེ་བོ་བརྩེགས་ཡོད་རེད། དེས་ས་ཁྲ་དེ་རེད་ཐོག་མར་ས་ཁྲ་དེ་ཁྱོད་གཟིགས་ན། དེ་པར་རེས་ཀྱི་རེད་ལི་ཁན་གྱི་དྲན་ཐིག་གི་སྐྱག་དགུའི་བསམ་པ་དེ་ཕར་བགེགས་ནས་འགྲོ་དགོས་རེད་བ་ཁྱོད་ཕར་ཚིག་དེ་རེད་ངའི་ལང་ཀ་སྟེང་གི་བ། ཨོ་དེ་གི་རྒྱ་ལོར་ལི་ལི་ཁན་དྲན་ཐིག་གི་རྒྱ་ལོར་བསམ་པ་གཉིས་ཡོད་རེད་དེ་བསམ་པ་གཉིས་གི་ནང་ལོ་ལྷོག་དངུལ་དང་བ་ཤར་གི་དངུལ་གི་དེ་ནས་འགྲོ་དགོས་རེད་དེ་ཕར་ཕར་ཚིག་རང་ཡོད་རེད། ད་དེ་དུར་ཁྲོད་དེ་གི་རྒྱལ་སྒོ་ནང་མ་དེ་རེད་ད་ཕྱི་ནང་མང་པོ་འདུག་ངའི་ཕྱི་མ་དེ་པར་རྒྱལ་ཡོད་ར་མི་འདུག་བ། ནང་ཡ་སོང་ཡིན་ན་འབྲི་ཤེས་མཁན་ཡི་གེ་ཡོད་རེད་ད་ཞང་བུ་ཁ་ལ་བྲིས་ཡོད་དེ་གཟིགས་ཤེས་གཟིགས་ཤེས་ལྷོད་ལྷོད་ཀྱི་ཕུལ་བ་ཡིན་ན། ད་དེ་ཚོ་བང་སོ་དཀྱུས་མ་དེ་ཚོ་དེ་ཚོ་ལས་ད་ཆེ་ཆུང་དང་རིང་ཐུང་ན་སྐད་མེད་པ་ཅི། པང་འབྲས་བུ་བྲག་འབྲས་བུ་ཞིག་ཡོད་ངེས་པར་དད་མོས་བྱེད་འདོད་མ་ཐུབ་པར་དད་མཁས་ཡོད་དེ་ཚོ་གི་སྐྱབས་ཡོང་དུས་ད་དེ་ཚོ་བྲག་འབྲས་བུ་སྙིང་རྗེ་ངོ་ཞིག་ཡོད་པར་བརྗོད་ཡ་འདུག་ད་དེ་གྲོང་མཁན་དེ་སུ་ཡིན་ན་དེ་གི་མཚན་དང་སྐྱེས་ལོ་དང་འདས་ལོ་དང་དེ་ཚོ་སྦས་རྩ་སྦས་ཚར་རེད་དེ་ཚོ་ལ་དྲིས་འདུག་དེ་དེ་བ་ལ་དྲིན་གཅིག་སྦས་བསྡད་གི་འདུག་གཅིག་མ་ཚད་ང་མ་ཡོང་དུས་ཡང་ཡང་གཅིག་ཁྱེད་ཡོང་དེ་བྱས་ནས་ད་འདི་ནང་ལོག་ལོས། དེ་ད་སྐད་སྒྲ་ཆད་ཅིང་འཇུ་རེ་འདྲ་ཕོངས་དེ་ཁོ་རང་གི་ལོ་རྒྱུས་ཕོག་གི་ངོས་སུ་བྲིས་ཡོད་དོ། ག་ལས་གཟིགས་ཐུབ་ད་གང་ལྟར་འདི་གི་ནང་ལོག་ལོས་རྒྱ་ཁབ་ཀྱི་དོན་དུ་བྱས་རྗེས་ཆེན་པོ་ཡོད་མཁན་གྱི་དཔའ་བོ་རྐྱང་རྐྱང་ད་བང་སོ་ཁ་ཤས་ཆེན་པོ་འདུག་ཕྱི་རྟ་མདོག་ལེན་ན་དཀར་པོ་དམར་པོ་སེར་པོ་དེ་ལས་བཟོ་དང་མཆོད་རྟེན་གྱི་བཟོ་འདྲ་རྡོག་རིང་གི་བཟོ་འདྲ་བ་ད་དེ་ཚོ་དེ་ཁྱད་པར་འདྲ་ག་འདྲའི་ཡིན་ན་ལྐོག་ཟ་མཐོ་དམན་འདྲ་བྱས་རྗེས་ཆེ་ཆུང་འདྲ་རྒྱུ་ཆེ་ཆུང་འདྲ་ག་འདྲ་ཡིན་མི་ཤེས། ད་དེ་བ་མེ་འབར་འདི་ཚ་འདི་ཁི་ན་ཏྲ་གི་དྲན་ཐེ་རེད་ཟེར་གྱི་འདུག་བ་སྲིན་རྩི་ཁི་ན་ཏྲ་གི་ད་འདི་གང་གི་རི་དེ་ལས་ད་གར་སའི་ཁང་པ་དེ་རི་འབུ་དུག་དེ་གང་ཁང་པ་གྱི་འདུག་བ་དེ་ལོ་རྒྱུས་ཞུ་འདུག་ད་རོ་པ་ཏི་ལིའི་གི་ཁང་པ་རེད་ཟེར་ནས། དེ་རིན་པོ་རྡོ་རྗེ་གང་ལ་སྐྱེས་དེའི་དབྱིན་ཡོན་དེ་དག་ཚང་མ་དུར་ཁྲོད་རེད་དེ་ཡོད་རེད། དེར་དེ་ཁོ་རང་ཁོའི་ལོ་རྒྱུས་དེ་ཚོ་བྲིས་ཀྱི་འདུག་ད་རེད་དེ་གི་ཟས་ནི་ཕ་དེ་ཡིན་ན་རྒྱ་ས་བྷ་ཤན་ཀྲུང་གི་ད་གནས་ཁྱེད་ཚང་མ་མཐོང་གི་ཡོད་རེད། དེ་བྷ་ཤན་ཀྲུང་འཛུགས་སྐྲུན་བྱེད་ཉིན་གི་ད་མཁན་པོ་དེ་གི་བང་སོ་རེད་ཟེར་གི་འདུག་ཕྱག་བཞི་གཏིང་མཁན་གི་མི་གཅིག་ཡོད་རེད་དེ་གི་དེ་ནི་ཕ་དེ་ཡིན་ན་ད་བྷ་ཤན་ཀྲུང་སྒྲིག་སྲིད་དེ་ལང་ཐེ་ནང་སྐྱུ་རུ་རེ་རྒྱག་གནང་གི། ཁྱོད་རྣམས་མོར་སྐྱི་ལེང་དང་གཅིག། ནི་རྡོ་རེང་དང་གྲོས་ཚོགས་ཀྱི་ཁང་པ་དང་ལས་མཁན་གྱི་དྲན་རྟིང་དང་ཕོ་བྲང་དཀར་པོ་དང་གཙང་པོ་དང་མཚལ་བུ་དང་ཚང་མ། སྦ་འདྲེ་ནུབ་སྟེགས་ནང་གི་མཐོང་གི་དོ། འོ་དེ་དེ་རེད། དེའི་ཁང་པ་དེ་འཕྲིན་ཚོགས་པར་བསྐྱལ་འོང། ད་དེའི་གཡས་གཡོན་ལ་ཡང་ཁང་པ་འདྲ་མི་འདྲ་འདུག། དྲན་རྟིང་རང་རེད་དེར་དཔའ་བོའི་སྐད་འདྲ་བཟོ་དང། དེ་གཙོ་བོ་འདྲ་བོ་གཅིག་རེད་ཤི་དེས་བཟོ་བཅོས་རྒྱར་ནང་བཏང་གི་མི་འདུག། པར་དེ་ཚོར་བལྟས་ཡ་ཡིན་ཡིན་ན་རོ་མའི་ཟླ་དགེ་རིགས་ཀྱི་གཅིག་ཡོད་ཁང་པ་ནང་ལོགས་ལས་གྲོས་ཚོགས་འཚོགས་ཟེར་ན་བཙན་འབྲེལ་བྱས་ཟེར་ན་དེ་བཟོ་ལྟ་འདྲ་བ་ཅི་རེད་ཤག་གང་ལྟར་དྲན་རྟེན་དུ་ཡིན་གྱི་འདུག་ད་དེ་ཚོ་དེ་བང་སོ་བཅུད་མ་བྱེད་ཨ་མི་སྐད་བརྡ་ཆད་དེ་ཚོ་མིང་ཡོད་བ་ཅི་ཡང་མིང་ཁྱོན་ནས་མེད་བ་ཧ་མ་གོ་བ་གྲོངས་སོང་བ་དེ་ཚོ་ཤེས་ཡོང་གི་དྲན་རྟེན་དང་བང་སོ་ཡིན་ཟེར་བ་ད་འདྲ་མི་འདྲ་སྐྱོབ་ཀྱིན་འདུག་དེ་འང་ཡང་བང་སོ་གཅིག་དེ་གསར་པ་དེ་བྱེད་གི་འདུག་ཨ།